དེ་ནས་དེ་རྗེས་དུ་ཁོང་རྣམ་པར་སྟེགས་ང་འགུགས་འགྲོ་ཅི་བྱེད་མ་སྒུག་པ་རེད་ད་ཡིན་ན་ཡང་དེ་རིང་ནས་མ་སྐད་ཅིག་སྟེགས་དཔེ་ཁྲིད་སྟེགས་མང་མང་ཙམ་མ་བྱས་ན་ང་ཚོ་ཡང་དུས་སུ་སྟེགས་ཁ་བོ་བྱེད་ས་རེད་དེ་རྗེས་དུ་ཟ་ནས་བྲིས་ཚར་ངེད་རྣམ་པ་ཀི་དཔེ་ཡག་པོ་ཁྲིད་བཞག་མང་པོ་ཅིག་གི་བྲིས་ཚར་བཞག་དེ་ནི་ད་དུང་བྲིས་མ་ཚར་མཁན་ཡང་མང་པོ་འདུག་ད་ཁྱེད་རྣམ་པ་ཀི་ཡང་གང་མགྱོགས་མགྱོགས་ཀྱིས་བྲི་གི་འདུག་མ་གཏོགས་པ་ཀི་དེ་ནས་ད་འདི་ནས་མ་བཤམས་ནས་སླེབས་དུས་སྟེགས

དེ་འདྲ་གི། ད་ཐ་མ་ནག་པོ་རེད་དེ་ཚོ་ངན་ལང་ཤོར་དེ་ཆོག་དེ་ཚོ་གི་ནང་ལོག་ལ་སྐད་ཆ་བཤད་སྒྲོ་རེད་ཁོ་ཚོ་མང་ཆེ་དེ་འདི་རེད་འདོ། ཕྱི་ཤོར་གི། ད་ན་ཚ་ཟེར་ན་མི་འདུག་དེ་ན་ཚ་ངོས་ཚན་བྱས་བྱས་གི་རེད་དེ་འདྲ་གི་སྐྱོན་ཡོད་དེ་ངས། དེ་ནས་ལས་ཀ་ག་རེ་བྱས་ན། སང་ཉིན། གནངས་ཉིན་ཟེར་ན་མ་གཏོགས་ཁྱོད་ནས་འགོ་ཚོགས་མ་ཐོབ་དེ་འདྲས་ལྷག་འགྲོ་ངས་མོ་དེ་ཚོ་དྲན་ན་ཚ་ལ་ཚིག་གི་རེད་ད། དེ་བྱས་དུས་ཚང་ནས། དུས་ཚོད་ཏག་ཏག་ཏག་ལས་ཀ་བྱས་ཐུབ་སོང་བ་ཡིན་ན། བྱས་བྱས་བྱས་ཐོན་པ། སོ་སོ་ལ་ཡང། ཅིག། སྤོབས་པ་སེར་སྣ་མི་འདུག Active ཟེར་དགོས་རོ་གར་ཟེར་དགོས་རོ། སྤྲོ་བ་འགྲོ་ཅིག་མུ་མཐུད་ཉར་ཐུབ་གི་རེད། དེ་ནི་ཚན་རིག་པ་གི་ཟེར་བ་ཡིན་ན། ཉི་མ་རེ་རེ་ལ་ཤེས་བྱ་གསར་པ་རེ་རེ་སྦྱངས་བསྡད་པ་ཡིན་ན་མི་ཚེ་རིང་པོ་འཚོ་ཡ་ལ་ཕན་ཐོག་ཡོད་ས་རེད་ཟེར་གི་རེད་གང་ལྟར་མི་ཚེ་རིང་པོ་འཚོར་མ་འཚོར་རེད་མ་གཏོགས་བ་གི་མི་ཚེ་རེངས་མི་རེངས་ཟེར་ཡ་དེ་དག་གཙོ་བོ་དེ་སོ་སོའི་ཚོར་སྣང་ལས་ཆགས་གི་ཡོད་རེད་བ། བྱས་ཙང་འདི་བྱས་དུས་ཙང་ནས་ཁོ་ཚོས་ང་ཚོ་སྤུ་གུ་ཆུང་ཆུང་སྐབས་སུ་མི་ཚེ་རིང་པོ་ཅིག་འཚོ་གི་འདུག་དེ་ཚོས་དེ་ཚོ་དཔེ་རིང་པོ་ཚོར་གི་འདུག། ལོ་ལྔ་ཡིན་ན་ལོ་ལྔ་དང་དཔེ་རིང་པོ། དེ་ཡང་ལོ་རྒན་པ་ཆགས་འདུག་ལོ་བཅུ་ཉི་ཤུ་དེ་ཡང་དཔེ་དུས་ཚོད་ཐུང་ཐུང་ཚོ་ཚོགས་ཀྱི་འདུག་དེ་ག་རེ་ཟེར་ན་སྤུ་གུ་ཆུང་ཆུང་སྐབས་སུ། ཁོ་ཚོས་སྤུ་གུ་ཟེར་ཡ་དེ་དཔེ་ཤིན་ཏུ་ཆེན་པོ། ཉིན་མ་རེ་རེ་ལ་ཡིན་ན་ཁོ་ད་ཤི་རྒྱ་གསར་པ་གསར་པ་དེ་འདྲ་ཁོ་ཚོས་ཅིག་ཤི་ཡ་གི་ཐབས་ཤེས་འབད་བརྩོན་བྱས། དེ་ནས་དེ་འདྲའི་དྲོད་ཀྱི་ཆས་ཡུན་དུ་བརྩམས་ནས་དུས་ཚོད་དུ་དཔེ་རིང་པོར་འགྲོ་ཞིང། ད་ཁོའི་མི་ཚེའི་ནང་ལོགས་ལ་ཤེས་བྱ་གསར་པ་དག་ཅིག་དང་ཁོར་ཡུག་རྣམ་པ་འདྲ་མི་འདྲ་བ་མང་པོ་ཅིག་གིས་བརྗེ་པོ་རྒྱག་ཡོང་སྐོར་བར་ཁོས་དུས་ཚོད་དེ་རིང་པོ་འཚོ་ཡ་བྱས། ང་ཚོ་མི་རྒན་པ་ཆགས་འདུག་དེ་འདྲས་དེ་ལ་ཉོབ་སྣང་ཤར། དེ་ནས་ཉི་མ་རྟག་པར་དེ་ལ། དེ་གང་ལྟར་ཅིག་འགྲོ་ལུགས་འགྲོ་སྟངས་གཅིག་རང་འགའ་ལ་ཅིག་སླེབས་ཡུན་དུ་བརྩམས་ནས་དུས་ཚོད་རྦད་དེ་རླུང་པོ་ཆུ་ཆུ་བྱུང་བ་ན་ཞིག་ཞོར་དུ་ང་རང་ཚོ་གང་ལྟར་དུས་ཚོད་ཐུང་ཐུང་ཞིག་ཅིག་འཚོ་གི་ཡོད་རེད། འདི་ཁར་སེང་ནས་ཤེས་བྱ་གསར་པ་ཁྱོན་ནས་སྦྱང་གི་ཡོད་མ་རེད་བ་མང་ཆེ་གི། དེ་སྐྱེས་དུས་ཙམ་ནས་ཉི་མ་རེ་རེ་ལ་ཤེས་བྱ་གསར་པ་གསར་པ་གསར་པ་སྦྱང་ཐུབ་པ་ཡིན་ན་སོ་སོའི་མི་ཚེ་ལ་ཡང་ཅིག་མི་ཚེ་རིང་པོ་ཆགས་ཡག་གི་ཚོར་སྣང་ཅིག་ཡོད་རེད། འདི་འདྲའི་ཡི་ཆགས་ཡག་ལ། ད་གང་ལྟར་ཚེ་རིང་པོ་ཆགས་ཡག་གི་ད་ཕན་ཐོགས་ཡོད་རེད་ཟེར་ཤོད་ན་འགྲིག་གི་ཡོད་རེད་གང་ལྟར་མི་གཅིག་ལོ། ད་ལྔ་བཅུ་ལྔ་བཅུ་གཅིག་པ་བསྡད་པ་ཡིན་ན་མི་གཅིག་གི་ཚེ་རིང་པོ་ཚོར་བ་རེད་གཅིག་གི་ཚེ་ཐུང་ཐུང་ཞིག་ཚོར་བ་རེད། ཨོ་འདི་བཟོ་འདྲ་བོ་བྱེད། དེ་འདྲ་བྱེད་དུས་ཙམ་ནས་གང་དུ་དུས་ཚོད་ཐོ་ག་ལ་ཏག་ཏག་བྱས་ནས་མང། བྲིས་ཐུབ་པ་གནང་རོགས་བྱས། དེ་ནས། ད་དེ་རིང་ང་རང་ཚོས། འདི་རེད་འདོད་རེད། ཁ་ཙང་ལ་དོན་གྱི་འཕྲུལ་དེ་ཨ་རང་རེད། དེ་ནས་ལ་དོན་གྱི་རྩ་ཚིག་དེ་གའི་འགྲེལ་བཤད་ཅིག་ཞུས་ཡོད་རེད། ད་དེའི་ནང་ནས། སུམ་ཅུ་པ་ཁོ་རང་ནང་ལོགས་ལ། ད་ཤོ་ལོ་ཀ་སུམ་ཅུ་ཚང་མ་ཚང་གི་སྐད་ཆ་བཤད་ཡོང་དུས་ཚང་ནས་འདི་ཁ་ཤས་ཀྱི་ཚིག་རྐང་གཅིག་གནས་ངེས་དེ་འདྲ་མང་པོ་བྱུང་བ་རེད་དེ་ནས་ད་ལྟ་མེར་གན་མཁན་པོ་སྐད་སོང་ཡོང་དུས་ཚང་ནས་དེ་ནི་སྔོན་འཇུག་གི་སྔོན་དེ་ག་རང་ལ་ནི་དང་པོ་གསུངས་པ་ལྔ་པ་དྲོའུ་ཟེར་ནས་ད་ལྟ་ཡང་འཇུག་ད་དེ་འདྲ་གི་དངོས་ཚན་བཤད་ཟེར་དགོས་ར་དངོས་སུ་བསྟན་ཡག་གི། ཚིག་རྐང་གཅིག་ཁ་སྣོན་བྱས་ཡོད་རེད། དེ་ནས་གསེར་ཏོག་ཁོང་རྣམ་པ་གས་དེ་ད་ལྟའི་ཁ་ཚང་ང་ཚོས་བཤད་དེ་ཡ་དེ་ག་རང། དེ་ནས་དེ་བཞིན་གསུམ་པོ་བདུན་པའང་ནས་ཟེར་ཡ་ཅི་ཡང་ཚིག་རྐང་གཅིག་ཁ་སྣོན་བྱས་ཅི་ནས་གང་ལྟར། ལ་དོན་ཐོ་ག་ལ་ཁ་སྣོན་བྱེད་ངེས་བྱུང་བ་རེད་ལ་ཁ་ཚང་གི་སྔོན་འཇུག་ངོས་འཛིན་བྱེད་པའི་སྐབས་སུ་ཡང་ཁ་སྣོན་བྱུང་བ་རེད་ལ་ད་དེ་འདྲ་མང་པོ་ཅིག་བྱུང་བ་རེད། ད་འདི་ནང་ནས་ཅིག་སྔོན་འཇུག་གི་སྐབས་སུ་ཡང་འཇུག་ངོས་འཛིན་བྱས་དེ་ད་ད་ཕྱོགས་ཕྱི་ནས་ནས། དཔེ་རྒྱུན་རྙིང་པ་དེ་ཚོ་ཆད་སྲིད་གི་རེད་བ་ཚིག་རྐང་རེ་རེ་གཉིས་ཆད་སྲིད་གི་རེད་དེ་ནི་དག་ཆ་ནོར་བ་དེ་འདྲའི་དཔེ་མི་སྲིད་མང་པོ་ཡོད་རེད་ད་ལྟ་མ་དཔེ་རྙིང་པ་དེ་ཚོ་ལ་གཟིགས་དང་ད་ལྟ་ང་ཚོས་དེ་རྒྱུ་ཆའི་ཀུན་ཏུ་བསྒྲིགས་དེའི་སྐབས་སུ་ལག་པ་གི་བྲིས་ཤོག་པ་དཔེ་ཆ་མང་པོ་ཅིག་ཡོད་རེད་ད་དེའི་ནང་ན་ནོར་འཁྱོལ་དེ་ནི་བྲི་ངེས་མ་འདྲ་བ། བྲི་ཚོགས་མ་འདྲ་བ། བྲི་སྟངས་མ་འདྲ་བ།

དེ་ནས། ད། ལ་དོན་གྱི་སྐབས་འདི་ན། ཁར་སེ་གོ་རོ་ང་ཚོས། ད་ཡང་རྟ་ན་རོ་ལྟོ་སེ་གོ་ར་ལྟ་ཞིམ་གྱི་ལྟོ་སེ་གོ་རོ་གང་ལྟར། འདི་ཚོའི་གྲས་དེ་བསྟན་ཡོད་ཟེར་སྐད་ཆ་བཤད་ཡོང་བ་ཡིན་ན་ལ་དོན་འདིའི་སྐབས་སུ་དེ་ནས་རྫོགས་ཚེའི་སྐབས་དང། གམ་ངམ་དམ་ནམ་བམ་མམ་ཟེར་ནས་ང་ཚོ་དེ་སུམ་ཅུ་པ་ལེགས་བཤད་སྙིང་པོ་ན་སོང་བ་ནང་བཞིན་དེ་ན་རྟ་མ་རྒྱལ་གཏམ་དེ་ཚོའི་གྲལ་དུ་སོང་ཡང་ཚང་མ་རྟ་མ་རྒན་འགྱེལ་དུས་སྐབས་སུ་ཡང་དེ་འདྲའི་རྩ་ཚིག་ཅིག་ཡོང་དགོས་ས་རེད། དེ་འང་ནང་བཞིན། ང་ཚོའི་རྫོགས་ཚིག་སྐབས་སུ་ཡང་དེ་འང་དེ་འདྲ་ཅིག་ཡོང་དགོས་ས་རེད། དེ་འདྲ་ཅིག་ཡོང་དུས་ཙང་ནས་དེ་ཁ་སྣོན་བྱས་པ་ཡིན་ན། སུམ་ཅུ་པ་ཡོངས་རྫོགས་དེ་ཧ་ལམ་མ་ཚང་བ་བཟོ་འདྲ་བ་ཅིག་ཁ་སྣོན་བྱས་པ་གལ་ཆེ་གི་མ་ཚང་བ་ཅིག་ཁ་སྣོན་པའི། ཚབ་ལ་དེ་ནི་ཚང་བ་ཅིག། ཧ་ལམ་ཡོངས་རྫོགས་མ་ཚང་བ་སོགས་འདྲ་བོ་ཅིག་དེ་འདྲའི་བཟོས་བྱ་ཡག་གི་སྐྱོན་ཡང་འདྲ་སྐྱེས་འདུག་འོ་ད་དེ་འདྲའི་ངས་ཞུ་གི་ཡོད། དེ་ནི། ད་ལྟ་ལ་དོན་གྱི་ཐད་ལ་ཁ་ནོན་བྱེད་པ་དེ་ཕར་བྱས་མར་བྱས་ན་ཡག་གི་མེད་འགྲོ་བསམ་བསམ་གྱི་རེད། དེ་ནི་རྣམ་དབྱེ་གཉིས་པ་ཁོ་རང་རང་ལ་མ་འདྲ་ཤེས། ད། དམིགས་ས། མགོ་རྙོག་པོ་དེ་འདྲ་གང་མ་རེད་རྣམ་དབྱེ་གཉིས་པ་དེ་ཁོ་རང་རང། ཡིན་ན་ཡང་ད་རྣམ་དབྱེ་གཉིས་པ་དེ། རྣམ་དབྱེ་བདུན་པ། དེ་ནི་རྣམ་དབྱེ་བཞི་པ། འོ་ཚེ་སྐབས་དེ་ཉིད་དུ་ཆུ་མཉམ་པོ་ཡང་མ་སྐྱེས་འཐབ་འཛིང་ཉུང་དུ་བརྩམས་ནས་དེ་ནས་མགོ་རྙོག་པོ་འདྲ་ཅིག་ཆགས་འགྲོ་གི་འདུག་མི་དེ་ཚོ་གི་འགྲེལ་བཤད་སྐྱོན་དང་མ་འདྲ་བ་མ་འདྲ་བ་ད་སུམ་ཅུ་པ་ནང་ལོགས་ནི་འཁྲུག་ཤུལ་དེ་འདི་སྡེ་ཚན་འདི་རེད། ད་ལྟ་ལ་དོན་གྱི་སྡེ་ཚན་གྱི་མདོ་སུ་ར་རུ་དོན་ནང་ལ་ཐུག་ཟེར་དང་འདི་སྡེ་ཚན་འདི་འཁྲུག་ཤུལ་དེ་རེད། དེ་ནང་ལ་འགྲེལ་བཤད་རྒྱག་མཁན་མ་འདྲ་བ། འདོད་ཚོར་མ་འདྲ་བ་དཔེ་བརྗོད་དུ་ཚོ་ཡང་འཐེན་མང་འཐེན་ད་གང་ལྟར། གླ་བ་གི་པགས་པ་འཐེན་འཐེན་བྱས་བྱས་ཡོད་རེད་ད་ངུས་སོང་འགྲོ་ཧ་ལམ། གཅིག་ད་སུ་སུ་སོ་སོ་མཁས་པ་གཅིག་ལ་ཕར་སེམས་ཤུགས་བསྐྱེད་ན་འགྲོ་ཡ་རེད་མ་གཏོགས་པ་མཁས་པ་མང་པོ་གཅིག་གི་འདོད་ཚོད་ལ་གཅིག་བལྟས་ཡོང་བ་ཡིན་ན་དེ་ནི་ཧ་ལམ་མགོ་རྙོག་ཆེ་ན་དེ་པ་མགོ་འབུས་ཟེར་གྱི་དེ་འདྲས་རང་ཆགས་བསྡད་ཡ་མ་གཏོགས་གནས་སྟངས་ཁྱོད་ནི་སླ་ཡ་མེད་རྒྱུག་གི་བཟོ་འགྲོ་རྒྱུ་ཆགས་བསྡད་རེད། སྐྱ་ཚ་འདི་བྱེད་དུས་ཙང་ནས་རྣམ་དབྱེ་གཉིས་པ་འདི་ལ་མང་པོ་སྤྲང་མོ་བྱེད་ཞོར་མ་གོ་ཆེ། དེ་ནི་ཁོ་དེ་ནི་རིམ་པས་ཆེ་ན་རྣམ་དབྱེ་གཉིས་པ་དང་བཞི་པ་དེ་འདྲས་མར་སླེབས་ཡོང་དུས་ཙང་ནི་ཁོ་གཉིས་པ་དེ་ཡང་གསར་དུ་འགྲོ་དགོས་རེད། དེ་ནི།

ནུབ་ཕྱོགས་འགྲོ་ཟེར་འགྲོ། དུས་ཚོད་སྤྲད་དེ་ག་རེ་ཟེར་ན། ས་ཞིམ་གྱི་སོ་དེ་ག་རེ་རྒྱག་གི་རེད་ཟེར་ན་ཁོས། བྱ་བ་དེ་དང། ཡོར་དེ་གཉིས། ཁ་ཁ་རེད། འགྲོ་རྒྱུའི་བྱ་བ་དེ་ཡོར་དེ་གི་མ་གཏགས། ཤར་ཕྱོགས་ཀྱི་བྱ་བ་མ་རེད་གོ་ཟེར་ཏེ། ཤར་ཕྱོགས་དེ་ཡོར་རེད་མ་གཏོགས་ཁོའི་བྱ་བ་མ་རེད། འོ་བྱས་ཙང་དེ་འདྲ་གྱིས་སྟོན་ཡ་ལ། ད་ནམ་ཡིན་གཉིས་པ་ཟེར་ནས།

སྣང་བའི་གཉིས་པ་ལ་བརྩི་དགོས་རེད། སྣང་བའི་གཉིས་པ་ལ་བརྩི་ཡ་ག་འདྲ་གྱིས་བརྩི་དགོས་རེད་ཟེར་ན། ཁོ། ཤར་ཕྱོགས་དང་དེ་གང་དུ་ཡོད་ཤར་ཕྱོགས་དེ་ལ་མི་འགྲོ་བའི་བྱ་བ་གཉིས་པོ་དེ་གཉིས་སོ་སོ་ཕྱེས་པ་རེད། མི་འགྲོ་བ་དེ་ཤར་ཕྱོགས་ཀྱི་མི་འགྲོ་བ་མ་ཡིན་པ་བསྟན་པ་རེད་ད་གང་དུ། བྱས་ཙང་དེ་འདྲ་བྱས་དུས་ཙང་ནས་ཁོ་སྤྱི་བཏང། ད་འགྲོ་བའི་བྱ་བ་ཆེ། བྱ་བ་སེ་མིག་ས་ཆེ་ཡོད་མ་རེད་འགྲོ་བའི་བྱ་བ་བཀག་བཞག་པ་རེད། བཅད་རྩ་འདི་བཅད་དུས་ཁོ། དེ་ནང་བཞིན་གྱི་རྣམ་དབྱེ་མཚན་ཉིད་པ་གཅིག་ཁས་མ་བླང་བ་ཡིན་རྣམ་དབྱེ་གསུམ་པ་ཡིན། རྣམ་དབྱེ་གསུམ་པ་ལ་མཚན་ཉིད་པ་དང་རྒྱུ་མཐུན་པའི་གཉིས་ཡོད། དེ་ནི་རྒྱུ་མཐུན་པ་ཡིན་ཟེར་ན་སྟབས་བདེ་བ་མིན་འགྲོ་བསམ་ས་ཀྱི་རེད། ག་རེ་ཟེར་ན། ཁོ། རྣམ་དབྱེ་གསུམ་པ་གས། སྒྲ་བཤད་ཟེར་ན་མི་འདུག། ག་རེ་ཟེར་རོ། ཁོའི་བྱ་བ། བྱེད་ལས་ཟེར་ན་མི་འདུག་དེ་ཧ་ལམ་འགྲོ་གཅིག་ཚང་འདས་པའི་བཟོ་ཡོད་རེད། ཁོ། ཡོད་དེ་དང། ད་དེ་ལ་མི་འགྲོ་བ་བྱ་བ་ཅན་དེ་གཉིས་སོ་སོར་ཕྱེས་པར་རོ། ཤར་ཕྱོགས་མི་འགྲོ་སའི་ཡལ་བ་ཡིན་ན་ཀོ་ཤར་ཕྱོགས་མི་འགྲོ་མཁན་ཆགས་སོང་བ་ར་ཤར་ཕྱོགས་ལ་མི་འགྲོ་སའི་ཡན་དུ་བཙལ་ནས་ཤར་ཕྱོགས་དཔེར་ན་ཤར་ཕྱོགས་སུ་མི་འགྲོ་སའི་ཡན་དུ་བཙལ་ནས་མི་འགྲོ་བ་དེ་ཁོའི་ཡོད་ཀྱི་བྱ་བ་མ་ཡིན་པ་གསལ་པོར་ཕྱེས་པར་རོ། བྱས་ཙང་དེ་ནང་བཞིན་ན་ཡན་གཉིས་པ་བཞི་པ་བདུན་པ་གསུམ་པ་དང་དུ་བཅུ་དྲུག་ཆགས་སམ་དེ་ལ་མང་དེ་འདྲས་ཀྱིས་བརྒྱབ་ན་སྟབས་བདེ་བ་མིན་འགྲོ་བསམ་པ་རེད། འདི་ཅིག་ཅེས། དེ་ནས་ཆོས་སྤྱད་ནས་ཞུས་པ་ཡིན་ན་ད་ཁ་ཤས་ཅིག་གིས་ག་རེ་གསུང་བ་རེད་ཟེར་ན། འདི་རྣམ་དབྱེ་གཉིས་ཀྱི་འདུན་པ་གང་དྲིས་དྲི་བྱས་པ་ཡིན་ན་ཅིག་རྒྱུ་མཐུན་པ་ཟེར་དེ་ཡང་རྣམ་དབྱེ་ལ་འདོད་པ་ཁོ་རང་ཆོས་ནི་མི་འདུག་གསེར་རྣམ་དབྱེ་ལ་འདོད་དེ་ག་རེ་ཟེར་ན། འདོད་པའི་རིགས་པ་འདྲ་བོ་དང་རྒྱུ་མཚན་འདྲ་བོ་ཡང་དག་པ་ཅིག་རྙེད་ཀྱི་མི་འདུག་མི་འདུག་ཟེར་དོན་དག་འདུག་འདུག་ག་རེ་ཟེར་ན། རྣམ་དབྱེ་གཉིས་པ་ལ་ལྷས་བྱ་བ་ཟེར་གྱི་ཡོད་རེད་ད་ལྟ་དེ་ནང་ནས་བྱ་བ་ཀ་བཞག་གི་ཡོད་རེད། ད་བྱ་བ་ཀ་བཞག་ན་རྣམ་དབྱེ་གཉིས་པ་ལ་ད་རྒྱུན་ཐོན་ཡིན་ན་རེད་ག་རེ་ཡིན་ན་འགྲོ་ལུགས་འགྲོ་སྟངས་མི་འདུག་ཟེར་གསུང་གི་ཡོད་རེད་ད་དེ་ཅི་དང། ཚད་མ་རིག་པ་དང་གཞུང་ལུགས་ཆེན་པོ་དེ་ཚོའི་ནང་ནས་སྐད་ཆ་བཤད་དང་བཤད་བྱས་ནས་ཅིག་གཙོ་བོ་དོན་གྱི་གནས་ལུགས་ལ་ལྟོས་བྱས་ནས་འགྲོ་ཡག་གི།

གཙོ་བོ་དེ། སྒྲ། དེ་ལས་ཤེས་བྱ་བྱེད་དགོས་དུ་བརྩམས་ནས། དོན་ལུས་མེད་པ་ཡིན་ན་སྒྲ་ཡི་བརྗོད་ཆོ་ག་ནི་རྟགས་དང་འགྲིག་དུ་ཡོད་ན་རྣམ་དབྱེ་ལ་བརྩི་དགོས་རེ་དྲན་གྱི་ཡོད་རེད། དཔེར་ན། དེ་འདྲ་ཡིན་སོང་ཡིན་ན་ཁྱེད་ཀྱི་ཚད་མ་དང་དུ་སུ་ནང་ནས་བརྗོད་སྟངས་རང་འདྲ་བོ་ཅིག་ཤེས་བྱ་བྱས་པ་ཡིན་ན་དེ་ནི། རི་བོང་སྒྲ་ལ། མདའ་འཕངས་ཟེར་ཡང་འགྲོ། དེ་ནི་ད་དུ་སུ་གྲལ་དུ་སུ་རྩ་བ་གཉིས་ནས་རྣམ་དབྱེ་ལ་ཆགས་རྒྱུ་མི་འདུག་རི་བོང་ར་ཁོ་རང་མེད་རེད་བ།